ཨ་ནི་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་བཀའ་བོད་སྐད་ནང་ལ་འགྱུར་བྱ་བའི་གནས་ཚུལ་དེ་རེད། དེ་ཡང། དུས་རབས་ཀྱི་ཆ་ནས་བཤད་པ་ཡིན་ན་དུས་རབས་བདུན་པ་ནས་བཟུང་སྟེ། ད་ཁྲི་རལ་པ་ཅན་གྱི་བར་དུ་ལ། ད་བཙན་པོ་གཙོ་བོ་གསུམ་གྱི་སྐབས་ལ། ཨ་ནི། བཀའ། གཅིག་གྱུར་ཡོད་པ་དང། དེ་ཡང་སྐག་གི་ནང་ལོགས་ལས་མདོ་དང་སྔགས་གཉིས་ཀྱི་ནང་ལོགས་ནས་མདོ་ཕྱོགས་གཙོ་བོར་གྱུར་པ་དང། དེའི་ཞུ་སྒོ་དེ་ལ་བརྟེན་པ་ཕྱི་དར་གྱི་སྐབས་དེ་ལ་བོད་ཀྱི་ནང་ལོགས་ལ་ཡང་ཡང་བསང་བྱེད་ཀྱི་སྐབས་མང་པོ་ཞིབ་ཅིག་བོད་སྐད་བསྒྱུར་ཡོད་པའི་ནང་ལོགས་ནས་གྲངས་ཀ་མང་བ་དང་གཙོ་བོ་དེ་སྔགས་ཕྱོགས་ཀྱི་སྐབས་དེ་གལ་ཏེ་མང་གྱུར་བསྒྱུར་ཡོད་པ་བཅས་དེ་རེད། དེ་འབྲེལ་གྱི་བཀའ་བསྒྱུར་བཞག་པ་དེ་ད་ལྟ་དེ་བིཀས་བིཀས་བྱས་ནས་སོ་སོ་སོ་སོ་ས་གནས་སོ་སོ་སོ་སོ་ལ་ཡོད་པ་ཡིན་དུས་དེ་སྐད་དེ་ཡི་ཚུལ་དཀར་ཆག་སོ་གྲུབ་ཀྱིས་ཚུལ་བྲིས་ནག་ཡག་གི་ནང་ལོགས་ནས་དཀར་ཆག་ནང་ལོགས་ལས་ཐང་ཤོད་དེ། ཕོ་བྲང་ནི་ཕང་ཐང་ནང་ལ་ཞུགས་པས་དཀར་ཆག་ཕང་ཐང་མ་དེ་ཆག་གི་ཡོད་རེད་དེ་ཞུ་ཡི་ས་བ་ཡིན། ཨ་ནི་དེའི་ཞུ་སྒོ་དེ་ལ་ཡིན་ན་ད་བཀའ་འགྱུར་དེ་སྐད་དེ་ཡི་གཅིག་གི Volume ཟེར་བ་རེད་བ། གཅིག་གི་ཀ་ཁ་ཁ་ང་བྱས་ནས་བང་བྲིས་བྱས་ནས་མ་བསྒྲིགས་ནས་ཐོག་མ་ནས་ཚུལ་བསྒྲིགས་ནང་ངེས་དེ་ཡིན་པ་ཡིན་ན་བཅོམ་ལྡན་རི་བའི་ར་རི་རེད་དེ་བསྒྲིགས་བཞག་པའི་བཀའ་འགྱུར་དེ་ལ་ཡང་ནག་ཐང་གི་བཀའ་འགྱུར་བྲིས་མ་ཟེར་དེ། འོ་དེ་ཆགས་ཡོད་རེད་དེ་འདྲ་ཡི་རྩ་བཀའ་འགྱུ Collection དང་ཤོས་དེ་ཨ་ནི་གར་ཆགས་བར་ཟེར་ན་གནའ་ཐང་གི་བཀའ་འགྱུ་དེ་ཆགས་ཡོད་རེད་ད་ནང་བཞིན་གྱི་ད་དེ་གས་དེ་བྲིས་མ་རེད་མ་གཏོགས་པར་མ་མ་རེད་བ་ད་བཀའ་འགྱུ་གི་ནང་ལོ་ནས་བོད་རྒྱུད་ཀྱི་བོད་པའི་བཀའ་འགྱུ་གི་ནང་ད་བོད་ནང་ལ་ཡོད་པའི་བཀའ་འགྱུ་དེ་བོད་ཨ་ནི་པར་ནང་ལོ་ལ་ཐོག་མ་བཀོད་ཡ་དེ་ཡིན་ན་རྒྱ་ནག་གི་རྒྱལ་པོ་ད་མན་ཇུ་རྒྱལ་པོ་ཡོང་ལོག་གི་ཁབ་ལ་ཨ་ནི་པར་ཐོག་མ་བཀོད་ཞག་ཅིག་ཆགས་ཡོད་རེད་དེ་རེད།

ངེས་པར་དུ་ངའི་ཐུགས་ཆེ་ནང་ཞུགས་དགོས་ཡ་དེ་ག་རེད་ཟེར་ན་ད་ཅིག་བཀའ་འགྱུར་གྱི་གོ་སྒྲིག་ཚོགས་ཆུང་གི་ངོས་ནས་ཡིན་པ་ཡིན་ན་བན་ཆེན་དགོན་པ་གི་པད་དེ་གྲ་སྒྲིག་ཟེར་དུས་ད་བཀའ་འགྱུར་གི་ལུང་ཞུ་མཁན་ད་ཕལ་མོ་ཆེ་གི་ད་ཅིག་ཐུང་བ་གཅིག་གྱུར་འགྲོ་བྱུང་ཡོད་རེད་ཅིག་བཞུགས་ས་ཡིན་ནའི་འདྲ་འདུག་ཨ་ནི་ད་ནང་བཞིན་གི་ཞལ་ལག་ཡིན་ནའི་འདྲ་འདུག་གོ་སྒྲིག་ཡིན་ནའི་འདྲ་འདུག་ཅིག། ཕྱོགས་ཡོངས་ཀྱི་གནས་ཚུལ་དཔེར་ན་ན་སོ་ན་སྨན་ཁང་ནང་ལ་ནི་སྐྱེལ་ཡང་གྲ་སྒྲིག་བྱེད་ཡང་ད་ག་ནང་བཞིན་གྱི་ཅིག་བཞུགས་ས་ད་ག་ནང་བཞིན་གྱི་ཞལ་ལག་ད་ག་ནང་བཞིན་གྱི་གོ་སྒྲིག་བྱེད་སྟངས་ཀྱི་རིམ་པ་དེ་གས་དེ་ཡིན་ན་དངོས་གནས་ཡིད་སྨོན་ཤོར་དགོས་ཡ་ཅི་དང་ཧང་སངས་དགོས་ཡ་ཅི་འདུག་དེ་གས་དེ་ཡིན་ད་བཀའ་འགྱུར་ཞུ་ངའི་མི་སྟོང་འདྲ། མདུན་བསྐྱེད་དེ་ཆ་ཚང་གི་ད་མྱོང་བ་གཅིག་གྱུར་འགྲུབ་བྱུང་ཡོད་རེད་དེ་འདྲ་ཡིན་ཙང་དེ་ངས་གོ་སྒྲིག་ལྷན་རྒྱལ་ཡ་ཨ་ནི་པད་ཉིན་དགོང་རི་བོའི་མདུན་ནས་ཐུགས་ཆེ་གནང་ཞུ་ཡག་གི་འདོད་པ་བྱུང་གང་ཡིན་ཟེར་བ་ཡིན་ན་ང་རང་གདན་ས་གཅིག་ནང་ལ་ཚུད་ཡོང་རྒྱུ་རེད་ཕི་གའི་ནང་ལ་མི་སྟོང་ཕྲག་མང་པོ་ཡོད་རེད་ཡིན་ནའི་མཚམས་རེ་མཚམས་རེ་ལ་ཡ་ཨ་ནི་གོ་སྒྲིག་ཅེས་གསུང་ཆོས་དེ་འདྲའི་ཉི་མ་བཞི་ལྔ་དེ་འདྲའི་གསུང་ཆོས་གོ་སྒྲིག་བྱེད་དགོས་ཡོད་པ་ཡིན་ན་ཡང་ཞི་བོ་ཅེས་དཀའ་ལས་ཡོད་མདོག་མདོག་བྱེད་ཀྱི་འདུག་ཨ་ནི་ད་འདི་ཉི་མ་གཅིག་མ་རེད་ཟླ་བ་གཅིག་མ་རེད་ཟླ་བ་གཉིས་དང་ཕྱེད་ཀ་ལྷག་ཅིག་གི་རིང་ལ་ཡང་ཨ་ནི་གསུང་ཆོས་ཡོད་པ་ཡིན་དུས་དེ་གའི་ཆ་ཚང་གཅིག་གོ་སྒྲིག་འཐུས་ཚང་བྱེད་ཡ་དེ་ལ་ཡང་མི་བརྒྱ་ཉིས་བརྒྱ་མ་རེད་ལ་ལྔ་བརྒྱ་དྲུག་བརྒྱ་མ་རེད་གཅིག་སྟོང་གཉིས་སྟོང་མ་རེད་བདུན་སྟོང་བརྒྱད་སྟོང་ཅིག་ལ་ཡང་བཞུགས་ས་དང་ཞལ་ལག་དང་ཕྱོགས་ཡོངས་ཀྱི་གོ་སྒྲིག་བྱེད་ཡ་དེ་དངོས་གནས་དྲང་གནས་ཀྱི་དཀའ་ཚེགས་ཆེན་པོ་ཅིག་རེད་དེ། ཡིན་ན་ཡང་ག་བ་ལ་བལྟས་པས་ཡིན་ནའི་ཞལ་ལག་ཞུ་ས་ཡིན་ནའི་འདྲ་འདུག། གསུང་ཆོས་ཀྱི་བ་གའི་གོ་སྒྲིག་བྱེད་སྟངས་ཡིན་ནའི་འདྲ་འདུག་གཟིངས་ཚ་བོ་མེད་པ་ཅིག་ལ་བལ་འཇམ་པོ་ཅིག་གི་ཐོག་ནས་གོ་སྒྲིག་ཧ་ལས་པ་ཅིག་ཡག་པོ་ཅིག་གནང་གི་འདུག་དེ། ངོ་ནས་གོ་སྐབས་འདི་བརྒྱུད་ནས་ཨ་ནེ་ཐུགས་རྗེ་གནང་ཞུ་གི་ཡིན། དེ་རེད། ད་ང་ཚོའི། སངས་རྒྱས་སྙིང་པོའི་རིན་པོ་ཆེ་ཀུན་འདུས་ནས་བཀའ་འགྱུར་གྱི་ལུང་ཞུ་ཡ་ཅིག་བྱུང་བ་དེ་དངོས་གནས་སྐལ་བ་བཟང་པོ་ཞི་བ་ཅི་རེད་ཤག། སྤྱི་དང་ནས། མངའ་རིས་མི་ཚེའི་ནང་ལ་བཀའ་འགྱུར་གྱི་ལུང་ཅིག་ཞུས་རྗེས་ལ་བཀའ་འགྱུར་ཚར་གཅིག་ཀློག་ཐུབ་ན་བསམ་ཡ་ཅིག་དང། བཀའ་འགྱུར་ཚར་གཅིག་ཀློག་ཡ་དེ་འདི་ཡིན་ད་སྒྲ་འཇུག་ཆེ་ནས་ཀློག་ནས་ད་མཇལ་དུ་བ་ལ།

གཅིག་མཁར་ཚོགས་ལས་ཁེབས་གསང་ཡིན་པའི་ཚོགས་གྲབས་བྱེད་ལ་ཡང་དོན་དངོས་ཡོད་ཐོག་ལ་ཆོས་ཀྱི་བྱེད་ཡ་ལ་བཀག་འགོག་བྱེད་ཀྱི་ཡོད་ན་དེ་ལ་བར་ཆད་ལ་ཁུག་གི་ཡོད་པ་ཟེར་རེད་འོ་དེ་རེད་དེ་དེ་ལ་སྡུག་བསྔལ་གཅིག་ང་ཚོ་ཆོས་གྲོགས་གཉིས་དྲན་བྱུང་བ་ད་ལྟ་ཆོས་གྲོགས་གཅིག་རྔན་མ་དོ་བ་ལ་ཡིན་ན་ཨ་ནི་ཨ་རི་ལ་སློབ་སྦྱོང་བྱེད་ཡ་གི་གོ་སྐབས་འདུག་ལྷ་ལོ། དྲུག་བདུན་གཅིག་གི་གོང་ལ་རེད། ཨ་ནི་འགྲོ་ན་མ་འགྲོ་ན་ཟིན་ང་ཚོ་གྲོས་བསྡུར་འདྲ་བོ་བྱས་པ་རེད། ང་ཚོ་གྲོས་བསྡུར་བྱས་པའི་སྐབས་ལ། ངས་འདི་འདྲའི་ལབ་རྒྱུ་བྱུང་རྩ་བ་ཉིད་ནས་འགྲོ་རྒྱུ་ཡོད་མ་རེད། དེ་ལས་ད་བོད་ཤ་སྟག་རྒྱལ་ལོ་རྒྱུ་འབྲས་ཕལ་ནས་དགེ་བཤེས་ལྷ་རམས་ཤི་སྟངས་ཐུབ་པ་ཡིན་ན་ད། ཕྱི་རྒྱལ་ལ་ཡར་སློབ་སྦྱོང་བྱེད་དགའ། ལོ་གཉིས་གསུམ་ཞིག་འགྲོ་བ་ལས་དེ་དྲག་གི་རེད་ཟེར་ནས་བསམ་ཚུལ་ཞུ་ཡག་གི་འདོད་པ་བྱུང། ཁོང་གིས་ད་ག་རང་མི་མང་པོ་ལ་བཀའ་འདྲི་ཞུས་བྱས་ནས་མཐའ་མའི་ཐག་གཅོད་དེ་དེ་གནང་བ་རེད། མི་ཁག་ཅིག་གིས་ག་རེ་ཟེར་གི་འདུག་ཟེར་ན་ད་དེ་གོ་སྐབས་ཚང་མ་བློས་བཏང་བྱས་པ་རེད། གོ་སྐབས་ཚང་མ་ལ་ཤོར་བ་རེད། ད་ཨ་རི་ལ་འགྲོ་ཡག་གི་ཨ་རི་ལ་ལོ་གསུམ་ཟིག་གི་སློབ་སྦྱོང་བྱེད་ཡག་གི་གོ་སྐབས་དེ་བློས་བཏང་ད་དེ་དགོན་པའི་ནང་ལ་དགེ་ལུགས་རྒྱུ་འབྲས་འགྲོ་འདོད་ཡོད་རེད་ཟེར་ནས་ཁ་ཤས་ཀྱིས་སྐྱོན་བརྗོད་བྱེད་ངེས་འདུག། ད་འདི་བསམ་བློ་བཏང་ཡོང་དུས་ངས་ག་རེ་ཚོར་གི་ཡོང་གོ་རེད་ཟེར་ན་སོ་སོ་སོ་སོ་གིས་ག་རེ་ལ་གལ་ཆེན་པོ་བརྩི་མ་བརྩི་དེ་རེད་བ། རིན་ཐང་ལྟ་ཚུལ་ཟེར་དེ་ཞོལ་གྱི་གནད་འགག་ཆེན་པོ་རེད་འདུག་བ། དེ་འདྲའི་ཡིན་ཙང་ད་ཁོང་གིས་ཐག་གཅོད་དེ་ག་རང་བྱས་ཤག་བ་དེ་ང་ཚོ་ཕྱི་དགྲའི་གློག་ཅན་བལྟ་ཡོང་དུས་ཨ་རིས་ལོ་གསུམ་ལོ་ཆུང་བྱས་ཡོད་བའི་ཡིན་ན་ཡང་དེ་འདྲའི་ཕྱིར་རེད་བ། ཨ་ནི། དེ་ལས། གདན་ས་ནང་དུ་ཞུགས་རྗེས་དགེ་ལུགས་རྒྱུ་འབྲས་ཕལ་དགེ་ཞིག་ལྷ་རམས་དང་བཏང་ཚར་བ་རེད། ཨ་ནི། ཁོང་གིས། དེ་འབྲེལ་གྱི་ཐག་གཅོད་དེས་དངོས་གནས་དྲ་ནས་མི་མང་པོ་གཅིག་གི་བསམ་བློའི་ནང་ལོགས་ལ་ཨ་རི་ལ་ལོ་གསུམ་སློབ་སྦྱོང་བྱས་ཀྱི་གོ་སྐབས་རག་གི་འདུག་གོ་སྐབས་རྩ་ཆེན་ཞིག་རག་གི་འདུག་བསམ་མེད་དེ་དེ་བློས་བཏང་སྲིད་གོ་རེ་བ། དེ་ལས། རྒྱལ་ལོ་རྒྱུ་འབྲས་འགྲོ་ཡ་དེ་གལ་ཆེ་བ་ཞིག་ལ་བརྩིས་ནས་ཕེ་ཡ་དེ་དངོས་གནས་དྲ་ནས་གཟི་བརྗིད་ཆེན་པོ་རེ་བ། དེ་དེ་ཆོས་ཀྱི་བསམ་བློ་ཡོད་པའི་རྟགས་འགྲོ་བ་ཅི་རེད་ཤག་བསམ་གྱིས། ཡང་ངས་ཁ་ཚང་ངའི་རོགས་པ་ཆེ་ཡང།

ད་དཔེར་ན། ཆོས་གྲོགས་གཉིས་དང་ང་གཉིས་སྤ་རོ་དེ་ང་རང་གཉིས་སྤ་རོ་དེ་ལ་བསྡུར་ཡོང་དུས། ངའི་བསམ་བློའི་ནང་ལོ་ལ་ཆོས་དེ་གལ་ཆེན་པོ་མཐོང་གི་ཡོད། ཡིན་ན་ཡང། དེ་ཙམ་རྩ་ཆེན་པོ་བརྩི་ཐུབ་ཀྱི་མེད་པ་དེ་ད་ལོ་ངས་བཀའ་འགྱུར་ལུང་ཞུས་པའི་སྐབས་ལ་མཇུག་སྐྱེལ་མ་ཐུབ་ནས། ཕྱི་ལོ་གཞན་པ་ཞིག་ལ་འགྲོ་དགོས་འདུག་ཅེས་ནས་ལབ་དུས། ཡོང་ཞིག་ད་མ་ཡོང་བ་རང་ཡོང་འགྲོ་བ་ཆགས་པ་རེད་ད་གང་ལྟར་དེ་ཡོང་ཡ་དེ་ང་རང་བསམ་བློའི་ནང་ལ་བྱས་ཡོང་དུས་ཨོ་ད་ང་ལ་ཆོས་ཀྱི་བསམ་བློ་དེ་ཤུགས་ཆེན་པོ་ད་ལམ་སུ་ད་མི་འདུག་ཨ་བསམ་ཨ་ཀི་ངེས་ཤེས་རྙེད་པ་འདྲ་བྱུང་ལྟ་དེ་ངས་རྗེས་མ་དུ་ངེས་པར་དུ་འགྱུར་བ་ཞིག་བཏང་ཐུབ་བ་བྱས་ནས་ཆོས་ཀྱི་ལྟས་ཚེ་གི་བག་ཆགས་འདྲ་བོ་བརྟས་ཚེ་ཤུགས་ཆེ་སེ་ཆེ་ཡོང་ཐུབ་ཡ་དང་ཆོས་ཀྱི་ཐད་དུ་བློས་བཏང་ཆེ་སེ་ཆེ་ཐུབ་ཡ་གི་ད་ཐབས་ཤིག་ཞུ་གི་ཡིན་གང་ལྟར་འོ་དེ་སངས་རྒྱས་ཉིན་མ་རིན་པོ་ཆེ་སྐུ་མདུན་ནས་ད་བཀའ་འགྱུར་ལུང་ཆེ་ཁ་ཏག་ཏག་ཅིག་ཞུ་ཡ་བྱུང་བ་རེད། ད་དེ་འདྲ་ཞུ་ཡ་བྱུང་ཡོད་པའི་ནང་ལོགས་ནས་ད་ང་རང་གིས་སྙིང་བསྡུས་སྙིང་བསྡུས་འདྲ་བོ་ཆེ་མང་ཅིག་བཟོས་ཡོད། ད་ལྟ་ང་ཚོ་སངས་རྒྱས་སྙིམ་པ་རིན་པོ་ཆེ་སྐུ་མདུན་ནས་བཀའ་འགྱུར་ལུང་ཞུ་ཡག་གི་བཀའ་འགྱུར་གྱི་ལུང་དེ་ཨ་ནི་པར་མ་དེ་ག་རེ་གང་ལ་གཞི་ཆགས་ཅན་ནས་བྱས་སོང་ཟེར་ན་ཨ་ནི་ལྷ་ས་པར་མ། ལྷ་ས་པར་མ་གཞི་ཆགས་ཅན་ནས་བྱས་སོང། ད་དེ་གང་ལ་ཞུས་པ་ནང་བཤད་བྱས་ནས་པར་མ་སོ་སོ་སོ་སོ་ལ་ཡང་བདེན་འཛིན་བགོ་བཤའ་རྒྱག་དང་འདྲ་གི་མ་རེད་ལ་ཨ་ད་ནང་བཞིན་གྱི་གླེགས་བམ་གྱི་སྤོས་ཀྱི་གྲངས་ཀ་དེ་ཡང་འདྲ་གི་མ་རེད། ད་ལྟ་ང་ཚོའི་ལྷ་ས་པར་མ་འདྲ་བོ་ཅིག་ལ་ཆགས་ཚུལ་མ་ཡིན་ན་སྤོས་གྲངས། དགུ་བཅུ་གོ་དགུ། བྱས། ཨ་ནི་དེའི་སྒང་ལ་དཀར་ཆག་དེ་འདྲ་བསྣན་པ་ཡིན་ན་ཨ་ནི་གཅིག་བྱས་ནས་བརྒྱ། ཨོ། དེ་འདྲ་བྱེད་དུས་པོད་གྲངས་བརྒྱ་གི་གནས་ཚུལ་འདྲ་པོ་ཅི་རེད། ད་དེ་འདྲ་ཡིན་དུས་ད་ངས་ཨ་འདྲ་ཅིག་ཞུས་ན་བསམ་བྱུང། ད་ང་ཚོ་བཀའ་འགྱུར་དཔར་མ་མི་འདྲ་བ་མི་འདྲ་བ་མང་པོ་འདུག་ཨ། མང་པོ་མང་པོ་ཡོད་པའི་ནང་ལོགས་ནས་སོ་སོ་སོ་སོ་ལ་ཡང་ལས་པའི་ཆ། སྐྱོན་གྱི་ཆ་དེ་འདྲའི་ཏན་ཏན་རང་ཡོད་རེད། དེའི་ནང་ལོགས་ནས་ད་དེ་རིང་ངས་ཞུ་ཡ་དེ་བང་རིམ་སྒྲིག་སྟངས་དེའི་ནང་གཅིག་དང་པོ་ཞུ་གི་ཡིན་ད། དང་པོ་དེ་ལ་ལྷད་ས་བཀའ་འགྱུར་དེ་ལ་སླེབས་ཡོང་དུས་འཛོམས་པ་ལ་བང་རིམ་ཟེར་བ་རེད་བ་ཁོ་གི་སྒམ་འདྲ་བོ་ཅིག་ཡིན་པ་ཡིན་ན་སྡེ་ཚན་མི་འདྲ་བ་ག་རེ་ག་རེ་ནང་ལ་བཅུག་ཡོད་རེད་ཟེར་ལབ་པ་ཡིན་ན་དང་པོ་དང་པོ་དེ་མདོའི་སྐོར་དེ་རེད། གཉིས་པ་དེ་ལ་ཡང་ཤེར་ཕྱིན་གྱི་སྐོར་དེ་རེད། གསུམ་པ་དེ་དཀོན་མཆོག་བརྩེགས་པའི་དཀོན་བརྩེགས་ཀྱི་སྐོར་དེ་རེད། ཨ་ནི་དེའི་ཞུ་སྒོ་དེ་ལ་ཡང་ཕལ་ཆེན་གྱི་སྐོར་དེ་རེད། དེའི་ཞུ་སྒོ་དེ་ལ་མདོ་སྡེ། ད་མདོ་སྡེ་པོའི་སོ་གཉིས་མཛད་ན་མྱང་འདས་དེ་ན་ཚུད་འགྲོ་གི་རེད། ཨ་ནི་མདོ་སྡེ་དེ་རེད། ཨ་ནི་དག་སྣང་ཞིང་གི་མཐའ་མ་ཐ་མ་དེ་ལ་ཡང་རྒྱུད་སྡེ་ཞེས་ནས་སྡེ་ཚན་དེ་འདྲའི་ནང་ལ་བགོ་བཤའ་རྒྱག་ཡོད་རེད།

དེའི་ཞུ་སྐུལ་དེ་ལ་རྒྱུད་འབུམ་ཅེས་ནས་འོ་དོ་སི་ལེ་ད་དེ་ནང་ལོགས་ལ་ཡང་རྒྱུད་འབུམ་དང་སྙིང་རྒྱུད་དང་དྲི་མེད་འོད་ཟེར་ནས་ལོགས་ཧ་ཡོད་རེད་དེ་གང་ལྟར་ད་རྒྱུད་འབུམ་འགྲོ་ཅེས་ཕར་བརྩིས་བྱས་ན་ལས་ལྷག་མི་འགྲོ་འོ་དོ་སི་ཅེས་ནས་ཡོད་ཀ་ཡོད་རེད་ད་ག་ནང་བཞིན་གྱི་ཨ་ནི་ཁར་ས་འཇམ་དཀར་མཆུ་འདྲ་བོ་ཅིག་ལ་ཕྱག་མཚོན་པ་ཡིན་ན་དང་པོ་དེ་ལ་ཡང་འདུལ་བའི་སྐོར་དེ་ཡོད་རེད་གཉིས་པ་དེ་ཤེས་བཞིན་གྱི་སྐོར་དེ་ཡོད་རེད་གསུམ་པ་དེ་ལ་ཡང་མདོ་སྡེ་ཡོད་རེད་བཞི་པ་དེ་ལ་ཨ་ནི་ཕལ་ཆེན་ཡོད་རེད་ལྔ་པ་དེ་ལ་དཀོན་མཆོག་བརྩེགས་པ་ཡོད་རེད་ཨ་ནེ་དྲུག་པ་དེ་ལ་ཡ་རྒྱུན་འབུམ་དང་ཨ་ནེ་དྲི་མེད་ཡོད་དོ་ཟེར། དེ་ཡིན་དུས་རྩམ་པ་ལ་བང་རིའི་འབྲི་སྟངས་འདྲ་པོ་ཏེས་འདྲ་གི་མི་འདུག་ཨ། འོ་དེ་འདྲས་ཀྱི་ཁྱད་པར་འདྲ་པོ་ཏེས་གཅིག་ཡོད་རེད།

ཨོ་ཡ། ད་བང་རིམ་མ་འདྲ་བ་ཙམ་དུ་མ་ཟད་ད་གྲངས་ཀ་དེ་བལྟས་ཚེ་དྲེག་མ་རེད་ད་ངེད་གཉིས་དོར་གི་ཡིན་ད། དང་པོ་དེ་ཡིན་ན་ལྷས་ས་བཀའ་འགྱུར་འདྲ་པོ་བཅས་ལ་ཆ་མཚོན་པ་ཡིན་ན། ད། འདུ་བའི་གི་སྤོས་བཅོ་རི་བ། འདུ་བའི་སྤོས་དེ་ལ་ཡ་འདུ་བ་སྤོས་བཅོ་གསུམ་ཡོད་རེད། ད་ནང་བཞིན་གི་ཨ་ནི་ཤེར་ཕྱིན་དེ་ལ་ཡིན་པ་ཡིན་ན། ད། ཨ་ནི་འབུམ་དེ་ལ་འབུམ་དུམ་པ་བཅུ་གཉིས་ཟེར་ཡོང་གྲ་དེ་རེད། ཨ་ནི་ཉིས་ཁྲི་དེ་ལ་གསུམ་རེད་བརྒྱད་སྟོང་པ་དེ་ལ་གཅིག་རེད་ཁྲི་བརྒྱད་སྟོང་པ་དེ་ལ་གསུམ་རེད། ཨ་ནི་ཤེས་ར་ཁྲི་བ་དེ་ལ་གཅིག་རེད་ཤེས་བཞི་སྣ་ཚོགས་དེ་ལ་གཅིག་རེད། ད་ང་ནང་བཞིན་གྱི་དཀོན་མཆོག་བརྩེགས་པ་དེ་ལ་དྲུག་ཡོད་རེད་ཕལ་ཆེན་དེ་ལ་དྲུག་ཡོད་རེད། མདོ་སྡེ་དེ་ལ་སུམ་ཅུ་སོ་གཉིས་ཡོད་རེད་ཨ་ནི་རྒྱུད་སྡེ་དེ་ལ་ཉི་ཤུ་རྩ་གཅིག་ཡོད་རེད། ངོ་ཡ། དེ་ཕྱི་ལ་དགུ་བཅུ་གོ་གོ་ཆགས་སོང་ཨ། དེ་རེད་ཨ་ནི་ད་ང་ནང་བཞིན་གྱི་ཡང་སྡེ་དགེ་བཀའ་འགྱུར་ལ་བལྟས་ཚེ་འདྲ་གི་ཡོད་མ་རེད། སྡེ་དགེ་བཀའ་འགྱུར་འདྲ་པོ་ཅིག་ལ་ཆ་མཚོན་པ་ཡིན་ན། ད་ཨ་ནི་གྲངས་ཀ་དེ་ཡིན་ན་སྡེ་དགེ་བཀའ་འགྱུར་ལ་འདི་འདྲ་རེད་འདུག་ཨ། ཨ་ནི་མདོ་བ་དེ་ལ་ཡིན་ན་པོད་དགུ། ཤེར་ཕྱིན་དེ་ལ་ཡིན་ན་པོད་བཅུ་གཉིས། ཕལ་ཆེན་དེ་ལ་ཡིན་ན་པོད་བཅོ་ལྔ། དཀོན་མཆོག་བརྩེགས་པ་དེ་ལ་ཡིན་ན་པོད་བཅུ་བདུན་ཏེ་དྲངས། མདོ་ཚན་སོ་སོར་ལུགས་དང་འདྲ་གོ་ཨ་མ་ར། མདོ་མང་དེ་ལ་པོད་ཉི་ཤུ་རྩ་གཅིག། ཕ་ཤོ་དེ་ལ་ས་སུམ་ཅུ་སོ་གཉིས་ཨ་ར། འོ་ཡ་རྒྱུད་འབུམ་དེ་ལ་པོད་སུམ་ཅུ་སོ་དགུ། འོ་ཐུགས་བྱས་ནས་ད་སོ་སོ་སོ་སོ་གི། ཁ་ཤས་ཁ་ཤས་ནང་ན་མང་ཉུང་ངོ་ཤོག་དེ་ཡོག་རེད་ལ་ཁ་ཤས་ཁ་ཤས་ཀྱི་ནང་ལོགས་ལ་བང་རིམ་འབྲི་སྟངས། ད་མདོ། བྱེ་བྲག་པ་གཅིག་འདིས་ཕལ་ཆེན་ནང་ལ་བཏང་བཞག་གི་ཡིན་པས་དཀོན་བརྩེགས་ནང་ལ་བཏང་བཞག་གི་ཡིན་པས་མདོ་མང་ནང་ལ་བཏང་བཞག་གི་ཡིན་པའི་ཟས་སྦྱོར་བ་སོ་སོ་ལྡན་ཚེ་ག་རང་རང་ལ་བཞག་མ་བཞག་གི་ཁྱད་པར་དབང་གིས་ནི་གྲངས་ཀ་མི་འདྲ་བ་དེ་འདྲ་བྱུང་བ་རེད་འོ་ཐུགས་རེད།

སྲིད་པའི་དུས་རབས་སྲིད་པའི་དུས་རབས་སེ་བོར་བ། བསྟན་པ་འཆི་བདག་གི་སྐབས་དེ་ལ་ཡིན་པ་ཡིན་ན་ཡང། ལོ་ཙཱ་བ་བརྒྱ་དང་ལྔ་བཅུ་ལྔ་གྲངས་ཅིག་བྱུང་ཡོད་པ། དེ་གས་དེ་ཆ་ཚང་ཅིག་ཞུས་ཚར་བ་ཡིན། དེ་འབྲེལ་གྱི་བཀའ་འགྱུར་གྱི་ནང་ལོགས་ལ་ད་ལྟ་ང་ཚོའི་བོད་ཡིག་ནང་ལ་མཐོང་བསྡད་པ་ཚང་མ་ལོགས། ལེགས་སྦྱར་དང་རྒྱ་གར་སྐད་ནང་ལ་ཚུལ་བསྒྱུར་བཞག་པ་ཅིག་རེད་ཟེར་ནས་ལབ་པ་ཡིན་ན། བརྒྱ་ཆ་དགུ་བཅུ་གོ་དགུ་དག་ཚགས་དགུ་ཅིག་ཆགས་ཀྱི་ཡོད་རེད། ཡིན་ན་ཡང་བཀའ་འགྱུར་ནང་ལོགས་ལ་བདེན་མཚན་ཁ་ཤས་གཅིག་ག་རེ་ཆགས་དགོས་བ་རེད་ཟེར་ན། རྒྱ་ནག་གི་སྐད་ནས་ཚུལ་འཁྱོལ་བྱ་བ་དེ་འདྲས་ཡོད་རེད་ད་ངས་ད་ལྟ་ཅིག་འཚལ་བ་ཡིན་པས་ནི། དགའ་བོ་སྙན་འཇུག་གི་མདོ་དང་ལེན་བཤད་ཀྱི་མདོ་དང་ཞང་ཆོས་སྙིང་པོའི་རྒྱན་དེ་གས་དེ་མང་པོ་ཅིག། མགུར་ཆུང་འབྲུ་དང་དུ་སོ་རྣམ་པ་ཚོས་ཀྱིས་ནི་རྒྱ་ནག་སྐད་ནས་ཚུལ་འཁྱོལ་བྱ་བ་དེ་འདྲས་ཡོད་བ་རེད།

བཞི་སྟོང་ལྷག་ཅིག་ཡོད་པ་རེད། ད་ཆོས་ཚན་སི་ལ་བ་དུས་འཛོམས་པ་ལ་ཆོས་ཚན་ཁ་ཤས་ཅིག་ལ་གཞུང་མང་པོ་ཡོད་རེད། ཁ་ཆེའི་ནང་ལོགས་ལ་ཤུག་ཁ་ཤས་མ་གཏོགས་ཡོད་མ་རེད། དེ་དུས་ཆོས་ཚན་སི་གོར་བ Section དུ་ཆི་འོ་དེ་འདྲས་ཅིག་ཆགས་ཀྱི་ཡོད་རེད། དཔེར་ན་ཆོས་ཚན་སི་དུས་དཔེར་ན་ཆ་ཤས་ན་ལེགས་བཤད་འབྱུང་བ་ལགས་ན་ཡང་ཆོས་ཚན་ར་བ་གཅིག་རེད་བ། ལེགས་བཤད་སྙིང་པོ་ལགས་ན་ཡང་གཅིག་རེད་བ། ལེགས་བཤད་སྙིང་པོ་ལ་ག་ཚོད་མང་པོ་ཡོད་རེད་ལེགས་བཤད་འབྱུང་བ་ལ་ཤུག་གཅིག་ཟིག་མ་གཏོགས་ཡོད་མ་རེད་བ། དེ་འདྲས་སོ་ནོ་ཅི་རེད་ཆོས་ཚན་མི་འདྲ་བ་དེ་འདྲས་བཞི་སྟོང་ལྷག་ཅིག་དུ་ཅིག་ནི་ཡོད་པ་ཅིག་རེད།

གཞུང། ཚིག་འདི་དང་འདི་ཞེས་རྒྱ་བ་བསྒྱུར་ཡོང་དུས་བོད་པས་ཐ་སྙད་འདི་དང་འདི་ཞེས་བྱ་བ་དེ་བེད་སྤྱོད་བཏང་དགོས་ཀྱི་ཡོད་རེད་ཅེས་ནས་ཐ་སྙད་གཏན་འབེབས་རང་བཞིན་གྱི་ཁྲིམས་ཡོད་རེད། དེ་ལས་ཀྱང་གལ་ཆེ་བ་གཅིག་ག་རེ་ཡོད་རེད་ལབ་པ་ཡིན་ན་གཞུང་མང་བསྒྱུར་ཡོང་དུས་ཚོམས་པ་ལ་ཡང་འདིར་གྲངས་ཀ་མང་ཉུང་ཤོར་འགྲོ་ཡ་དང་ཚིག་ལྷག་པོ་གླེ་ཡ་གི་ཉེན་ཁ་ད་ཞུ་གུ་མི་གཞན་པ་དེ་འདྲས་ཀྱི་ཏི་པ་རུ་དེ་ལ་བཅུག་བསིག་ར་བ་དེ་བསིག་པ་ཡིན་ཙང་དེ་དཀའ་ཡག་གི་ཆེད་དུ་ལོ་ཙཱ་བ་རྣམ་པས་ག་རེ་བསྟན་པའི་ནང་ཡོད་རེད་ཟེར་ན། གཞུང་ཚད་རྟོགས་པ་བམ་པོའི་ད་རྒྱ་ཟེར་ཞེས་བམ་པོའི་ཡན་ལག་དེ། བམ་པོ་བམ་པོ་བམ་པོ་ཞེས་པའི་ཐ་སྙད་དེ་ད་ང་ཚོའི་རྒྱ་གར་གྱི་ནང་ལོར་མེད་པ་རེད། བོད་པའི། བོད་ཀྱི་ལོ་ཙཱ་བ་རྣམ་པས། བསྟན་བཅོས་ཀྱི་དེ་གའི་ནང་ལོར་ལ་བཅུག་བཞག་པ་ཅི་རེད། དེ་གའི་དེ་ད་བམ་པོ་ཟེར་ངེས་དེ་དང་ལེའུ་ཟེར་གཉིས་ལོགས་ཀར་དང། ལེའུ་གསལ་དེ་ན་ལོ་ལ། མ་མྱོང་ཅི་རིགས་ཡོང་ཆོག་གི་རེད། ཤོ་ལོ་ཀ་གཉིས་གསུམ་བྱས་ནས་ལེའུ་གཅིག་ཡོང་ཆོག་གི་རེད་བ། དཔེར་ན་ང་ཚོ་སེམས་དབུ་མ་འཇུག་པ་དེ་གའི་སེམས་བསྐྱེད་དང། ཡིད་ཁྲིད་གཉིས་གསུམ་གཅིག་ན་ལོ་ལ་སེམས་བསྐྱེད་གཅིག་རྫོགས་ཡས་ཡོང་གི་རེད་ལ། ཤུག་གུ། བཅུ་གཉིས་ཤུག་ན་ལོ་ལ་སེམས་བསྐྱེད་གཅིག་རྫོགས་ཡས་ཡོང་གི་རེད་བ། ལེའུ་གསལ་དེ་ལ་གྲངས་ཀ་ཏན་ཏན་ཡོད་མ་རེད། ཡིན་ན་ཡང་བམ་པོ་གསལ་དེ་ལོ་ཙཱ་བ་རྣམས་པའི་རྐང་བཙུགས་ནས། ཨ་ནི་བས། ཕྱིས་ཀྱི་ད་པར་སྐྲུན་བྱེད་མཁན་དེ་གས་དེ་གས་དང་དེ་ཅི་མ་འདུག་བ་ལ་འདྲ་མི་འདྲ་དེ་འདྲ་བཅུག་ཡོང་བསམ་བྱས་ནས་དེ་མ་བཅུག་ཡས་ཀྱི་ཆེད་དུ་དེ་དག་པོ་ཡོང་ཡས་ཀྱི་ཆེད་དུ་གཞུང་ཚད་ལེགས་པར་གཏོད་ཡས་ཀྱི་ཆེད་དུ་བམ་པོ་ཟེར་ཡས་ཀྱི་ཐ་སྙད་དེ་བཟོས་པ་རེད། བམ་པོ་ཞེས་པའི་དེ་ག་དུས་ཡིན་ནས་འགོར་ཡོང་གི་རེད། ཅི་ཅི་ཅི་ད་འདུག་བ་ལུང་ཤིའི་བམ་པོ་དམ་པོ་ཟེར་ནས་བམ་པོ་དེ་སྔོན་ལ་ཡོང་གི་རེད། ལེའུ་དེ་ག་དུས་ཡིན་ནས་རྗེས་ལ་ཡོང་གི་རེད།

མ་ཡིན་ཏེ་རྒྱུ་མཚན་གཅིག་གར་བཀོད་ཡོད་རེད་ཟེར་ལབ་པ་ཡིན་ན་དེའི་ནང་ལ་བམ་བུའི་གི་ཤེས་པ་ཡོང་པའི་ཕྱིར། བམ་པོ་གི་སྐད་ཆ་དེ་ཡོང་གི་འདུག་ཟེར་ལབ་ཡོད་རེད་བ། དེ་ལབ་ཡོང་དུས་རྒྱ་གར་ནང་ལོགས་ལ་བམ་པོ་སྐད་ཆ་དེ་མེད་བ། བམ་པོ་ཟེར་ཡ་དེ་ད་བོད་པ་རང་གི་ཐུང་མོ་མ་ཡིན་པའི་བཟོས་བཤད་པ་ཅིག་ཡིན་པ་དེ་མཚོན་ཐུག་འདུག་བ། དེ་རེད། དེ་གས་དེ་དག་འདི་གར་ཚོགས་རེད་དེ་གང་གང་དེ་ལ་ཡོད་རེད་བ། སེར་ཕྲེང་གི་དབུ་དབུ་དེ་ལ་ཡང་གཞུང་དངོས་གཞི་མགོ་མ་ཚོགས་ཡོད་ཁོང་དེ་ལ་གནས་ཚུལ་གལ་ཆེན་པོ་ཅིག་བ། ཁར་ས་གཞི་མཐའ་གཙོ་མཇལ་བཞི་དང་མདོ་ཡི་གྲངས། མཇལ་འཕྲད་རྣམས་ཀྱི་དག་དང་མ་དག་དང། ད་ག་རེ་བསྟན་ཚིག་ཇི་མ་དེ་དྲན་པ་བྱས་ཤ་ལས་པ་བྱས་པའི་ཚུལ་དུ་སྐོར་མ་ཐོ་མ་བཀོད་ཟེར་བྱས་ནས་གང་ལྟར་མཇལ་འཕྲད་ཉིན་གཅིག་པ་དེ་དག་མ་དག་གི་རྣམ་བཞག་བཤད་པའི་སྐབས་ཐིག་དག་གང་གང་དེ་ལ་ཡོད་རེད་པ། དེ་ངས་ག་རེ་ཞུ་ཡག་མེད་རིན་ཆེ་ག་རེ་ཟེར་ལབ་པ་ཡིན་ན་བམ་པོ་ཟེར་ཏེ་རྒྱ་གར་གྱི་སྐད་ཆ་འདི་མ་ཡིན་པ། བོད་པའི་སྐད་ཆ་རེད། ཡིན་ཏེ། བསྟན་བཅོས་དེ་ཞེས་བྱ་བ་དེ་རྒྱ་གར་མཁས་པས་བརྩམས་པ་མ་ཡིན་ཏེ་དེའི་ནང་ལོགས་ལ་བམ་བུས་ཀྱི། སྐོར་ལ་གླེང་ཡོད་ཤེས་ཡོད་པའི་ཕྱིར་ཟེར་གྱི་རྟགས་བཀོད་པ་ལ་བརྟེན་ནས་ང་ཚོ་བམ་པོ་ཟེར་ཏེ་རྒྱ་གར་ནང་ལོར་སྐད་ཆ་དེ་མེད་པར་ལོ་ཙཱ་བས་གི་བཟོས་བཞག་པ་ཅིག་ཡིན་པ་དེ་ང་ཚོས་ཧ་གོ་ཐུབ་ཡོད་རེད་དེ་ཞོལ་ཡིན། ད་བམ་པོ་ཟེར་མཁན་དེ་ནི་ག་བ་ལ་ངོས་འཛིན་བྱེད་དགོས་རེད་ཟེར་གྱི་ཞོར་བམ་པོ་ཟེར་མཁན་དེ་ནི་ད་སེར་ཕྲེང་ནང་ལོར་ལ་ཡོང་པ་ཡོད། བམ་པོ་ཞེས་བྱ་བ་དེ་ནི་གཞུང་མང་པོ་ཕྱོགས་གཅིག་ཏུ་བསྡོམས་པའི་མིང་སྟེ། དེ་ནས་ག་རེ་ལ་ཡོད། རྩ། རྩ་མང་པོ། རྩ། རྩ་གི་ཕུང་པོ་མང་པོ་ཕྱོགས་གཅིག་ཏུ་བསྡོམས་པར་བཤད་པ་དེ་ལ་རྩ་ཡི་ཕུང་པོའམ་རྩ་ཡི་བམ་པོ་ཞེས་བརྗོད་པ་བཞིན་ནོ། དེ་འདྲའི་སྒྲ་ཅི་ཡོད་མ་ཞུ། འོ་དེ་འདྲ་ཡིན་དུས་བམ་པོ་ཟད་དེ་རྩ་མང་པོ་ཕྱོགས་སྒྲིག་བྱེད་བྱ་ཕྱོགས་སྒྲིག་བྱ་རྒྱུ་དེ་ལ་རྩ་ཡི་བམ་པོ་དང་རྩ་ཡི་ཕུན་པོ་དང་རྩ་ཡི་ཕུང་པོ་ཟིག་ལ་བར་ན་བཞིན་བྱས་ནས། གཞུང་མང་པོ་ཕྱོགས་གཅིག་ཏུ་མཉམ་དོ་ཡང་སྒྲིག་བྱ་བ་གཅིག་ལ་ཡང།

ཆོ་ལོ་ཀ་ག་ཚོད་ཅིག་ལ་བམ་པོ་གཅིག་ཟེགས་རེད་ཟེར་བྱོས་ར་ད་དེ་གལ་ཆེ་ཤོས་རེད་བ། ད་དེ་ལས་ཡོང་དུས་བརྩེ་འཕྲིན་ནང་ལོ་ལ་ཀ་གནང་ཡོད་རེད་བམ་པོ་གི་གྲངས་ཀ་རྩི་སྟངས་དེ་ལ་མི་མཐུན་པ་མང་པོ་ཞིག་ཅིག་འདུག་ཡིན་ན་ཡང་ཆོ་ལོ་ཀ་སུམ་བརྒྱ་ལ་བམ་པོ་གཅིག་བྱས་པ་དེ་ད་འགྲིག་ས་རེད་གསུངས་ཡོད་དེ་འདྲས་ཅིག་གསུངས་ཡོད་རེད་བ། འོ་དེ་འདྲས་ཡིན་པ་ཡིན་དུས་ད་རྡོག་རྡོག་བྱས་ནས་ཞུས་པ་ཡིན་ན། བཀའ་འགྱུར་དེ་གའི་དེ་དང་ད་བསྟན་འགྱུར་ཡིན་ན་འགྲིག་གི་འདུག་ལྷ་ཁང་དག་བོད་སྐད་ནང་ལ་མ་བསྒྱུར་ཡོང་དུས་ལོ་ཙཱ་བ་རྣམ་པས་གཞུང་གི་ཚད་ལེགས་པར་རྟོགས་ཡག་གི་ཆེད་དུ་ཤོ་ལོ་ཀ་སུམ་བརྒྱ་ལ་ཡང་བམ་པོ་གཅིག་བམ་པོ་གཅིག་བམ་པོ་གཅིག་ཅེས་ནས་མ་དུ་ཅེས་ནས་བཀའ་གནང་ཡོད་རེད། དེ་གའི་དེ་ཧ་ལས་པའི་གལ་ཆེན་པོ་གཅིག་ཆགས་ཡོད་རེད་པ། འོ་དེ་གའི་དེ་གནས་ཚུལ་ཧ་ལས་པའི་གནད་འགག་ཆེན་པོ་རེད། ད་དེ་འདྲ་ཡིན་པ་ཡིན་དུས་ད་བཀའ་འགྱུར་དེ་གའི་དེ་ལ་བམ་པོ་ག་རེ་ཡོད་མེད་ཅེས་ཡོད་རེད་པ་ད་དེ་ཧ་ཅིག་གོ་བས་ཡིན་ན་ཏག་ཏག་འདྲ་བ་ཅིག་ཡོད་རེད་བཀའ་འགྱུར་ལོངས་ཞུས་དེ་དུས་ཨའོ་ད་དེ་ལ་བམ་པོ་བདུན་འདུག་ཟེར་ལ་ད་བམ་པོ་གཅིག་ཚར་སོང་གཉིས་ཚར་སོང་ག་རེ་ཚར་གི་ཡོད་མེད་དེ་ལས་སླ་བོ་ཧ་གོ་ཐུབ་འདུག་ཨ་ནི་བམ་པོ་གི་སྐད་ཆ་དེ་ལོག་འདུག་ཟེར། ད་དེ་འདྲས་ཀྱི་བམ་པོ་གི་སྐད་ཆ་དེ་དང་མཉམ་འདོགས་ལ་ཡང་ཨ་ནི་ག་རེ་བྱས་ཡོང་གི་རེད་ཟེར་ལབ་པ་ཡིན་ན་དཔེར་ན་ཆ་བཞག་པ་ཡིན་ན

བཀའ་འགྱུར་དེ་ལ་ཡིན་ན། འདུལ་བ་དང། ཤེར་ཕྱིན་དང། འཕེལ་ཆེན་དང། དཀོན་བརྩེགས་དང། ཨ་ནི་མདོ་སྨྲང། ཨ་ནི་དག་སྣང་བཞིན་གྱི་རྒྱུད་སྡེ་དེ་འདྲས་ཡོད་པའི་ནང་ལོགས་ནས་དང། ྋསྐྱབས་རྗེ་སངས་རྒྱས་བསྙེན་པ་རིན་པོ་ཆེ་གི་བཀའ་འགྱུར་ལུང་ཇི་ལྟ་བ་གནང་ཡོད་དུས། ད་འདི་གནད་འགག་ཆེན་པོ་ཞུ་ཅི་དགའ་གནང་བྱུང་ཨ། ད་ལྟ་སྡེ་ཚན་རེ་རེ་རེ་རེ་གི་མཚམས་དེ་ལ་ཡང་ཨ་ནི་ཁ་སོགས་རེ།

ཨ་ནི་དག་ནང་བཞིན་གྱི་དེའི་བཞུགས་སྐུ་དེ་ལ། ནི་ཤེས་བཞིན་མདོ་སྡུད་བལ་གྱི་ནང་ལོགས་ལ་ཚིག་གལ་ཆེན་པོ་ཆེ་བ་རེ་བ་འདིར་བ། གང་འདིར་ཕུང་པོ་ལྔ་དག་སྒྱུ་མ་འདྲ་ཤེས་ཤིང། སྒྱུ་མ་གཞན་དང་ཕུང་པོ་གཞན་དུ་མི་བྱེད་པར། སྣ་ཚོགས་འདུ་ཤེས་བཀྲ་ཞིང་ཉེ་བར་བཞི་སྤྱོད་པ་འདི་ནི་ཤེས་རབ་ཕ་རོལ་ཕྱིན་ཆོས་སྤྱོད་པ་ཡིན། སོང་ཡང་དེ། དག་ནང་བཞིན་གྱི། གང་ཞིག་གཟུགས་ལ་མི་གནས་ཚོར་ལ་མི་གནས་ཤིང། གང་ཞིག་འདུ་ཤེས་མི་གནས་སེམས་པར་མི་གནས་ལ། རྣམ་ཤེས་གང་མི་གནས་པ་ཆོས་ཉིད་གནས་པ་དེ། འདི་ནི་ཤེས་རབ་ཕ་རོལ་ཕྱིན་ཕྱོགས་སྤྱོད་པ་ཡིན་སོང་ཡང་དེའི་ཐོག་ནས་ད་ཕུང་པོ་ལྔ་པོ་དེ་འདི་ལ་ཡང་རང་བཞིན་མེད་པའི་ལྟ་བ་ཨ་ནི་སྒོམ་དང་ཀོ་དུས་ཅི་ནི་ཨ་ནི་ཤེས་བཞིན་གྱི་སྐབས་ལ་གཙོ་བོ་ཆེ་ཤོས་ཅིག་དེ་ག་གནང་སོང། དེ་ནས་ད་ཨ་ནི་དེའི་ཤུགས་ཀོ་དེ་ལ་ཕལ་ཆེན། མདོ་ཕལ་ཆེན་ན་ཡོད་འདོད་ཙམ་པ་ལ་ཡང་ཨ་ནི་ཕལ་ཆེན་གྱི་ནང་ལོགས་ལ་ཡོད་བསྡད་པའི་ད་ཚིག་འདིར་བ་ནམ་མཁའི་མཐའ་དུ་གྱུར་པ་ཇི་ཙམ་པ། སེམས་ཅན་མ་ལུས་མཐའ་ཡང་དེ་བཞིན་ཏེ། ཇི་ཙམ་ལས་དང་ཉོན་མོངས་མཐར་གྱུར་པ་བདག་གི་སྨོན་ལམ་མཐའ་ཡང་དེ་ཙམ་མོ་ཟེར་ཏེ་ག་དུས་ནས་ཡང་ཟུང་ཆོས་ཀྱི་ད་བར་སིང་བར་སིང་འདི་འདྲ་ལ་དེ་སྐྱོར་བྱས་ནས་ཕ་ཆེན་གྱི་ནང་ལོགས་ལ་གལ་ཆེ་ཤོས་ཅིག་དེ་བཀའ་གནང་སོང། ད་ནང་བཞིན་གྱི་ད་དཀོན་བརྩེགས་བཀའ་གནང་པའི་སྐབས་ལ་ཡིན་པ་ཡིན་ན། ཀུན་བརྩེགས་ཀྱི་ནང་ལོགས་ནས་ད་ལྟ་ང་ཚོའི། སངས་རྒྱས་ཀུན་གྱིས་བསྔགས་པ་དང་འོད་དང་གཟི་བརྗིད་འབར་བ་དང། ཞང་ཆོས་སེམས་དཔའི་བརྩོན་འགྲུས་ཀྱིས་བདག་སེམས། བདག་གི་བསམ་པ་རྫོགས་གྱུར་ཅིག་གསུང་ཡང་དེ། ད་དེ་རི། དེ་ཞིམ་པ་དེ་སོ་ད་ལྟའི་ཟི་ནམ་གྱི་གོ་བདེ་ཡོད་རེད་པ། འདི་སོ། ང་ར་བ་ཞིག་ཡིན་ན་གསར་བ་ཡིན་ལ་ངའི་རོགས་པ་དེ་འདྲའི། སློབ་དཔོན་དགེ་བཤེས་ཁ་ཤས་ཀྱི་ཡོད་ཁོ་ཚོ་ལ་ཡང་ལྟས་གསར་བ་རེད་ཤག།

ཡེ་ཤེས་ཟབ་མོ་རྒྱ་མཚོའི་སྙིང་པོ་བརྒྱད་ཅུ་གཅིག། བརྗོད་བྲལ་བལྟར་མེད་དངོས་མེད་སྐུ་མ་ལྔ། གཏི་མུག་ཆེན་པོ་འཇོམས་ཏེ་བརྒྱད་ཅུ་གཅིག། མཆོག་དང་གཞན་མཆོག་འདི་ནི་ཕྱོགས་ཞེན་མཆོག། མཁའ་མཆོག་འོད་མཆོག་མཆོག་གི་ཡེ་ཤེས་སྣང། མཆོག་གི་བདུད་རྩིའི་སྙིང་པོ་གངྒཱའི་རྒྱུན། མི་ཕྱེད་རྒྱུན་འབབ་བྱེད་པ་བརྒྱད་ཅུ་གཅིག། ཤིན་ཏུ་སྐུ་བཅུ་དབང་པོའི་བལྟར་མེད་པ། ཨ་ནི་སྐྱེ་འགག་འདུས་བྱས་ཚད་མེད་བརྒྱད་ཅུ་གཅིག་སོང་ཡང་དེ། ཨོ་དེ། མ་ག་ནང་དུ་བ། ད་དེའི་ནང་ལོགས་ནས་གཙོ་བོ་གཙོ་བོ་དེ་གཅིག་ག་གཙོ་བོ་རེད་བཙུན་མོ་བདེ་བ་ཆེན་ད། བཙུན་མོ་བདེ་བ་ཆེན་པོ་དང། ད་ནི་རྣམ་པ། རྣམ་ཀུན་ཕྱོགས་མཐུན་གྱི་སྟོང་པ་ཉིད་ཀྱིས་རྟོགས་པའི་ཤེས་རབ་གཉིས་ཟུང་དུ་འབྲེལ་བའི་ཐོག་ནས་ད་གང་དང་ཐབས་དང་ཤེས་རབ་གཉིས་ཟུང་དུ་འབྲེལ་བའི་ཐོག་ནས། ག་ལུས་ཡོད་ན་དུས་གཏན་གྱི་གོ་འཕང་མངོན་དུ་བྱེད་སྟངས་ཀྱི་ད་སྨོན་ལམ་གཅིག་དེ་ཆགས་ཡོད་རེད་བ། འོ་ཐུགས་བསྐྱེད་ནས་ཕྱག་འདི་བཞག། དེ་སྐད་དེ་དག་ང་ཚོ་སངས་རྒྱས་སྙིང་པོ་རིན་པོ་ཆེ་གི་ད་བཀའ་འགྱུར་གྱི་ལོ་གནང་པའི་སྐབས་ཀྱི་ད་གནས་ཚུལ་གལ་ཆེ་བ་དེ་སྐད་དེ་རེད་དེ་སྐད་དེ་མང་པོ་ཞུ་ཅི་དེ་དྲ་རྒྱ་ནང་ལ་མཇལ་ཡོད་རེད་དེ་གཟིགས་པ་ཡིན་ན་གཙང་མ་དང་གསལ་བ་དང་མ་ནོར་བ་ཡོང་གི་རེད་བ་དེ་རེད། ད་དེ་སྐད་དེ་བཀའ་འགྱུར་ལྷུང་ཞུ་གི་བསྡད་པ་རེད་བ་ད་ང་ཚོ་མཚམས་མཚམས་དུས་ཚོད་འབད་ཐག་འགྲོ་ཆོས་ཟེར་གོ་རེད་བས་ད་མཚམས་མཚམས་ཨ་ནི་ཡ་མཚན་པོ་འགྲོ་ཆོས་ཡ་ཡོང་གི་འདུག་གར་སོང་རེད། བླ་མ་ལ་བརྟག་དཔྱད་བྱེད་པ་དང་ཀུན་སློང་ངན་འབོད་ཀྱི་ཐོག་ནས་བརྟག་དཔྱད་བྱེད་པ་མ་རེད་དེ། ཨ་ནི། བླ་མས་ད་མ་བཀའ་འགྱུར་ལུང་ཞིག་ལ་གནང་ཡོད་དུས་མགྱོགས་ལོད་ཚར་གྱི་འདུག་ཟེར་བྱོས་རེད་པ། ཨ་ནི་དེ་གས་དེ་ལྟ་ཤོར་སོང་ང་ངས་བལྟས་པ་དེ་ཡང་གཅིག་གིས་ཀུན་སློང་བསྡུ་བ་ནི་མེད་ཞུ་བོད་ཀྱི་མགྱོགས་པོའི་ཀློག་གནང་གི་འདུག་བ།

ཚིག་གསལ་བོ་འབྲུ་གསལ་བོ་ཞབས་བུ་གཅིག་ཞབས་བུ་གཅིག་ཁོ་ཐུག་འདུག་ད་འདི་ང་ཧང་འགྲོ་བོ་ཞབས་བུ་ཚང་སོང་གནས་ཚུལ་འགྲོ་བོ་གཅིག་རེད་ད་གནས་ཚུལ་གཉིས་པ་འགྲོ་བོ་གཅིག་དེ་ག་རེད་ཟེར་ན་ད་མ་ལོ་གནང་ཡོད་དུས་རྩོམ་པ་ལ་ཤུ་གུ་ངོས་གཉིས་ཡོད་རེད་བ་ད་དཔེ་རིང་རེད་བ་ཨ་ནེ་ཤུ་གུ་ངོས་གཉིས་དེ་ལ་ད་ངོས་ཤུ་གུ་ངོས་གཉིས་དེ་ལ་ཡ།

ད་ཅིག་ཞིབ་འཇུག་འགྲོ་ཅིག་བྱས་ནས་ཨང་དེ་འདྲས་ཅི་རེད་བཤད་ཟེར་ནས་ཡོན་ཏན་མཐོང་ཡང་འགྲོ་ཅིག་བྱུང་སོང། དེ་རེད་བཞག། དེ་ནས་མ། ཅིག་སྣང་ཡོད་འདུག་བཙོན་པ་ལ་ཅིག་ཡོད་སོགས་རེད། ཨ་ཅང་ཅག་སྐུ་མཉེལ་བོ་ཡོད་དང་ཡོད་འོབ་ཡ་ཆེན་པོ་རེད་ཡིན་ན་ཡང། སྐུ་མཉེལ་བའི་རྣམ་པ་དང་ཅིག་གར་སོགས་རེད་དེ་རྣམ་པ་བཅས་མེད་པ་ཁ་བཏགས་དུ་ཞེས་འཛུམ་འཛུམ་བྱས་ནས་ཞུ་ཡ་དང་པ་རུ་པ་རུ་དེ་ལ་ཡ་ཅིག་ཅིག་ཞེས་ཤོག་ཅིག་ཡ་སོང་ཡ་འགྲོ་བོ་དེ་འདྲས་གནང་གི་འདུག་ད་དེ་གས་དེ་ངས་ཡོན་ཏན་འདྲ་བོ་ཆེན་པོ་ཞེ་བོ་ཅིག་མཇལ་སོང། དེ་སྐད་དུ་དངོས་གནས་བྱེད་ཀྱི་ཡིན་ན་དངོས་གནས་ཤེས་དགོས་ཡ་བྱེད་རོགས་ང་ཚོ་སློབ་དཔོན་ཕྱོགས་ལམ་མ་རེད་བས་བླ་མ་བསྟན་ཡོད་འདི་རྩོམ་པ་ལ་ག་རེ་ཚ་རེད། རྟགས་ནི་ཞུ་བར་བྱ་ཡི་ཞུ་ནི་བརྟག་པར་བྱ་བ་ནི་མ་ཡིན་ནོ་རྟགས་ནི་འཇུག་པར་བྱ་ཡི་ཞུ་ནི་བརྟག་པར་བྱ་བ་ནི་མ་ཡིན་ནོ་གསུངས་ཡོད་རེད་བ་དངོས་གནས་བྱེད་ཀྱི་ཡིན་ན་ད་དེའི་སྔོན་གྱི་ཡོན་ཏན་དེ་ཚོ་ཐོངས་ཅི་ནས་ཞུ་དགོས་ཡ་རེད་དེ་ཡིན་ནའི་དེ་དེའི་སྔོན་ལ་དེ་འདྲས་མ་ཡིན་ན་ཡང་དེའི་སྔོན་ལ་ང་ཚོ་གི་ཇི་ཐ་ནས་ཡོངས་གྲགས་ཀྱི་ཡང་རེད། ཨ་ནི་དག་ན་ཤེས་ཀྱི་དྲ་ཐོག་ནས་ཡང་མང་པོ་མཇལ་མྱོང་ཡོད་རེད་ཨ་ནི་བླ་མ་དགེ་བའི་བཤེས་གཉེན་མང་པོ་གཅིག་གིས་ཞེས་པའི་སྤྱི་བསྒྲགས་ཀྱི་ཐོག་ནས་ག་ན་ཡང་ལ་སངས་རྒྱས་བསྙེན་པ་རིན་པོ་ཆེ་སྐུ་དྲིན་རིམ་བརྒྱུད་ནས་གྲུབ་པའི་དབང་ཕྱུག་ཧ་ལས་པ་ལྷག་པར་དུ་ཡང་ད་ལྟའི་སྐུ་དྲིན་དེ་ལ་དམིགས་བསལ་གྱིས་ད་བལྟ་ད་ཁྱི་ཞིག་གྲུབ་པའི་དབང་ཕྱུག་བལྟ་ད་སྲིད་ན་རྙེད་པ་དཀའ་བ་ཅིག་རེད་ཟེར་ནས་ད་ཡོངས་གྲགས་ཀྱི་དེ་གི་གྲུབ་པའི་དབང་ཕྱུག་ཅིག་ཆགས་ཀྱི་ཡོད་པ་ཡིན་ཙང། དང་ཨ་ནི་སོ་སོའི་ངོས་ནས་ཡང་དེ་གི་སོང་མང་པོ་ཞི་ཧོལ་གཅིག་གི་དེ་ངོས་ནས་ཉེ་ཉེ་ཉེ་ཉེ་ནས་ཡིད་ལ་བས་ད་དད་པ་དབང་མེད་དུ་སྐྱེ་དེའི་ཐོག་ནས་ད་ཞུ་བཞག་པ་ཅིག་ཡིན་ཙང་ཨ་ནི། བཏགས་ནས་ཞུ་བར་འཇུག་པར་བྱ་ཡིན་ཞུ་ནས་བཏགས་པར་བྱ་བ་ནི་མ་ཡིན་ནོ་ཟེར་དེའི་རང་ཆགས་ཀྱི་ཡོད་མ་རེད་པ་ད་གཙོ་བོ་གཙོ་བོ་ཆེ་ཤོས་དེ་དད་པ་དེ་ངང་ཡོད་པ་ཅི་ལ་ཡང་དམ་དུ་ཁྱད་ཆོས་བཀའ་འགྱུར་ལུང་གནང་བའི་སྐབས་ཀྱི་ཁྱད་ཆོས་དམིགས་བསལ་བ་དེ་གས་དེ་རྗེས་སུ། དེ་ནས་དེ་ཡི་ནང་དོན་དེ་གས་དེའི་སྙིང་པོ་དྲིལ་ཅིག་ནི་མ་ཅིག་སོང་ཡོང་དུས། ཀྱི་བེ་ཏི་ཧ་ལས་པའི་ཆ་ཚང་ཁོང་དུ་ཆུད། ཁོང་དུ་ཆུད་པའི་དོན་དག་དེ་མ་ཀན་ད་ཅིག་གི་ཚིག་འབྲེལ་བའི་སོ་ར་ཅིག་ཚོར་སོང་དེ་འདྲ་ཡིན་ཙང་བེ་ཏི་སེམས་ལ་འཇུག་པོ། ལོས་ཡིན་བསམ་ཡང་འདྲ་བོ། དགེ་བཤེས་མཁན་པོ་ང་ཡི་ཟིན་ངེ་འདུག་ས་ཁྲིད་ཡང་བེ་ཏི། དེ་བེ་མིག་ཆུ་དབང་མེད་དུ་ཤོར་དགོས་ཡག་གི་གནས་ཚུལ་འདྲ་བོ་དེ་འདྲ་ཅིག་རེད་ཤག་དེ་གས་དེ་ད་ང་རང་གི་དོ་སྣང་དེ་རེད། སངས་རྒྱས་སྙིམ་པ་རིན་པོ་ཆེ་དང་སྐུ་ཕྲེང་རིམ་བྱོན་གྱི་རྣམས་སྐུ་ཕྲེང་དང་པོ་དེ་གི་རྣམ་ཐར་དཔེ་རྒྱས་པོ་ཆེ་དེབ་ཅིག་འདུག་ཞེས་མ་གཏོགས་གཞན་པ་དུ་སོ་ལ་དཔེ་བསྡུས་དུས་དུས་དུས་དུས་རེ་བཞག་ད་ལྟའི་སྐུ་ཕྲེང་དེ་གི་རྣམ་ཐར་ཡག་པོ་ཅིག་བྱུང་ན་བསམ་བྱུང་དེ་ཡག་པོ་ཅིག་རྙེད་མ་སོང། སྐད་ཆ་མང་པོ་དྲིས་པ་ཡིན་ཏེ་དེ་ཙམ་ཅིག་རྙེད་མ་སོང་ད་མཇལ་དུ་བ་ལ་ཡི་འབྲེལ་ཡོད་དང་ད་ང་ཚོའི་སློབ་འབངས་དུ་སོ་གི། སངས་རྒྱས་མཉམ་པ་རིན་པོ་ཆེ་གི་རྣམ་ཐར་ཡག་པོ་ཅིག་བསྒྲིགས་ཐུབ་པ་ཡིན་ན་ཡང་ཕན་ཐོགས་ཡོད་ས་རེད། ད་གང་ལྟར་སངས་རྒྱས་མཉམ་པ་རིན་པོ་ཆེ་གི་ད་ལྟ་བཀའ་སྲོལ་ཕབ་པ་བཀའ་འགྱུར་གྱི་ལུང་ནང་ལོགས་ནས། ད་ང་ཚོ་མང་པོ་ཅིག་གི་དྲན་གྱི་རེད་པ་ད་བཀའ་འགྱུར་ལུང་དེ་སུ་ས་ནས་ཞུས་ཡིན་ནའང་བསམ་ཡང་བྱོས་རེད་པ།

གང་ལྟར་སྙུན་གཞི་མཁན་རིན་པོ་ཆེ་དགོན་དུས་ནས་འབྲུག་ཡུལ་ནང་ལངས་ནས་ཨ་ནེ་བཀའ་འགྱུར་གྱི་ལུང་དེ་ད་སངས་རྒྱས་སྙིམ་པ་རིན་པོ་ཆེ་གི་མདོ་སྤྱི་ནས་ཞུས་གནང་བཞག་ད་སངས་རྒྱས་སྙིམ་པ་རིན་པོ་ཆེ་གིས་ད་ལྟ་བར་དུ་བཀའ་འགྱུར་གྱི་ལུང་ག་ཚོད་ཅིག་གནང་འཕྲོ་བཞག་ཟེར་ལབ་ཡིན་ན་བཀའ་འགྱུར་གྱི་ལུང་ད་ད་ལན་དེ་ཐར་ཐེངས་ལྔ་པ་དེ་རེད་དེ་ཆགས་ཀྱི་ཡོད་རེད་ད་དེ་གས་དེ་དངོས་གནས་གཟི་བརྗིད་ཆེན་པོ་རེད་བ། བཀའ་འགྱུར་གྱི་ལུང་གཅིག་ཙམ་གནང་མྱོང་མཁན་དུ་ཚོ་གྲལ་ལ་ཡ་བཀའ་འགྱུར་བ་ཟེར་བྱས་ནས་ཞེ་འོད་ཅིག་གིས་རྩ་ཆེན་པོ་བརྩིགས་ཡོད་རེད་བ། སངས་རྒྱས་མཉམ་པ་རིན་པོ་ཆེ་ཡིན་ན་ད་ལྟ་བར་དུ་བཀའ་འགྱུར་གྱི་ལུང་ཞིག་བཏབ་པའི་ཚ་རྔ་ད་འདོད་ཡང་ད། ལོ་ཁ་ཤས་རྗེས་ལ་ཡང་བསྐྱར་ཅིག་གི་གནང་ཡག་གི་ད་རེ་བ་འདུག་དེ་འདྲ་ཡིན་ཙང་ད་ལྟ་བར་དུ་བཀའ་འགྱུར་ལུང་དེ་མ་སྔ་གནང་ཞག་དེ་འདྲ་ཡིན་པ་ཡིན་དུས་དེ་གས་དེ་ངས་ཅིག་གི་ཕྱོགས་བསྒྲིགས་ཅིག་བཟོས་པ་ཡིན།

རྒྱལ་བའི་བཀའ་འགྱུར་ཆ་ཚང་བྱས། གནས་ཕུན་སུམ་ཚོགས་པ་དང་པོ་དང་པོ་དེ་ལ་བ་ཡུལ་བ་པ་ཞིང་ཀོས་ཀྱི། ཨ་ནི་བན་ཆེན་དགོན་པ་ན་གནང་ཞག། དུས་ཕུན་སུམ་ཚོགས་པ་དེ་ག་དུས་རེད་ཤ་ཟེར་ལབ་པ་ཡིན་ན་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ལོ་ལ། དགུ་ཅུ་གོ་གཉིས་ཀྱི་སྤྱི་ཟླ་བཅུ་བའི་གི་ནང་ལོ་ལ་ཟླ་བ་གཉིས་མ་ཟིན་ཙམ་གྱི་ནང་ལོ་ལ་སངས་རྒྱས་སྨྱོན་པ་རིན་པོ་ཆེ་དགུང་ལོ་གཞོན་གཞོན་གཞོན་གཞོན་རེད་འདུག་བ། དེ་དུས་སྐུ་པར་དེ་འདྲའི་མཇལ་དུ་བ་འོ་དེ་ལ་ཡང་གནང་ཞག།

ཨ་ནི་པོ་ཤ་རི་ཤངས་པ་སྤྲུལ་སྐུ་ཨ་ནི་འབྲུ་སེར་སྤྲུལ་སྐུ་སྤྲུལ་སྐུ་སྤྲུལ་བསྒྱུར་བསྟན་འཛིན་ཕ་ཤིང་སྲས་བཅས་སྤྲུལ་སྐུ་མཚུར་ཕུའི་བདུན་བརྒྱུད་སྤྲུལ་སྐུ། ད་དེས་མཚོན་པའི་ཨ་ནི་སེར་སྐྱ་མི་མང་བརྒྱད་བརྒྱ་ལྷག་སྤྱི་ལ། ད་བཀའ་འགྱུར་རྒྱ་བོད་བཀའ་འགྱུར་རིན་པོ་ཆེ་ཆ་ཚང་གི་ལུང་དང་པོ་དེ་ནང་བཞག། རྒྱ་བོད་བཀའ་འགྱུར་རིན་པོ་ཆེའི་ལུང་གཉིས་པ་དེ་ཐེངས་མ་གཉིས་པ་དེ། ཨ་ནི་སྟོན་པ་ཕུན་སུམ་ཚོགས་པ་སངས་རྒྱས་མཉན་པ་རིན་པོ་ཆེ། ཆུ་ཕུན་སུམ་ཚོགས་པའི་རྒྱ་བོད་བཀའ་འགྱུར་རིན་པོ་ཆེ་ཆ་ཚང། གནས་ཕུན་སུམ་ཚོགས་པའི་རྒྱ་གར་ཧི་མ་ཅལ་མངའ་སྡེའི་ནང་ལོགས་ལ་ཡོད་པའི། ཤེས་རབ་གླིང་གི་དགོན་པ་སི་ཏུ་རིན་པོ་ཆེའི་དགོན་པ་ཤེས་རབ་གླིང་གི་དགོན་པའི་ནང་ལོགས་ལ་ནང་བཞག། ད་དེ་ཡང་དུས་ཕུན་སུམ་ཚོགས་པ་དེ་ག་དུས་རེད་ཞེས་ཟེར་ན་ཕྱི་ལོ་ཉིས་སྟོང་བཞི་གི་ལོ་གི་ཟླ་བ་གསུམ་པའི་ནང་ལོགས་ལ་ནང་བཞག། འཁོར་ཕུན་སུམ་ཚོགས་པ་དེའི་ནང་ལོགས་ལ་བྱམས་མགོན། ཨ་ནེ། ཏཱ་ཡི་སི་ཏུ་རིན་པོ་ཆེ་མཆོག་གི་གསོལ་བ་བཏབ་པའི་ངོས་ལ་ཡང་ས་ཏུ་རིན་པོ་ཆེ་དང། ཅབ་ཅེ་ཡུང་གེ་མི་འཇུ་རིན་པོ་ཆེ་དང་ཨ་འཛིའི་སྤྲུལ་སྐུ་དང། གཉིས་ཤང་རྒྱལ་པོ་རིན་པོ་ཆེ་དང། གཏེར་སའི་མཐུ་སྟོབས་རིན་པོ་ཆེ་སོགས་ཀྱི་སྤྲུལ་སྐུ་གི་གཙོས་པའི་ཤེས་རབ་གླིང་གི་དགེ་འདུན་པ་ཨ་ནེ་སེར་སྐྱ་མི་མང་མང་པོ་ཞིག་བཅས་ལ། ཨ་ནེ། རྒྱ་བོད་བཀའ་འགྱུར་རིན་པོ་ཆེ་གི་ལུང་ཐེངས་གཉིས་པ་དེ་ཐོག་སུ་གནང་བཞག། ད་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་གི་ལུང་ཐེངས་གསུམ་པ་དེ་གོ་བ་གནང་ཤག་ཟེར་ན། སྟོན་པ་ཕུན་སུམ་ཚོགས་པ་སངས་རྒྱས་སྙིང་པོ་རིན་པོ་ཆེ། ཆུ་ཕུན་སུམ་ཚོགས་པ་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་ཆ་ཚང། གནས་ཕུན་སུམ་ཚོགས་པ། བཞུགས་སྒར་རྡ་རམ་ས་ལ་གི་ཉེ་འདབས། དཔལ་ལྡན་རྒྱུད་སྟོད་གྲྭ་ཚང་གི་ཡང་སྟེང་ལ་ཚུར་བུ་བླ་རང་གི་ནང་ལོགས་ལ་གནང་ཤག། དུས་ཕུན་སུམ་ཚོགས་པ་དེ་ག་དུས་རེད་ཤག་ཟེར་ན། ཕྱི་ལོ་ཉིས་སྟོང་བཅུ་ཡི་ཟླ་བ་བཅུ་གཅིག་པའི་ནང་ལོགས་ལ་གནང་ཤག།

བཀའ་འགྱུར་རིན་པོ་ཆེ་ལུང་གནང་ཡག་གི་ཐེངས་གསུམ་པ་དེ་ཆགས་ཀྱི་ཡོད་རེད། ད་ཐེངས་བཞི་བ་དེ་ཡིན་ན་སྟོན་པ་ཕུན་སུམ་ཚོགས་པ་སངས་རྒྱས་སྙིང་པ་རིན་པོ་ཆེ། ཆུ་ཕུན་སུམ་ཚོགས་པ་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་ཆ་ཚང་གནས་ཕུན་སུམ་ཚོགས་པ་འབྲས་ལྗོངས་རྒྱལ་བ་ཀརྨ་པའི་གི་གདན་ས་རུམ་བཏེག་དགོན་པར་ཀརྨ་སྒར་གྱི་ནང་ལོགས་ལ་གནང་བཞག་ད། དུས་ཕུན་སུམ་ཚོགས་པ་དེ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ཡི་ཟླ་བ་དགུ་པའི་ཚེས་བཅུ་གཅིག་ནས་ཟླ་བ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་དྲུག་གི་བར་དུ་གནང་བཞག། ད་དེའི་ནང་ལོགས་ལ་འཁོར་ཕུན་སུམ་ཚོགས་པ་དེ་ལ་ཅབ་ཅེ་འབོ་དགའ་རིན་འབོ་དགའ་གི་ཆུང་སྲིད་རིན་པོ་ཆེ་བཅས་དང། ཨ་ནི་སྒྲུབ་པའི་བདེ་ཆེན་རིན་པོ་ཆེ་སོགས་ཀྱི་སྤྲུལ་སྐུ་དང། གདན་ས་རུམ་གཏེར་གྱི་གྲྭ་ཚང་དང་དགེ་བཤེས་མཁན་པོ་མང་པོ་ཞུ་བྱེད་ལ་གནང་བཞག་དང། ཨ་ནི། ད་དེང་གི་རྒྱལ་བའི་བཀའ་འགྱུར་རིན་པོ་ཆེའི་ལུང་ཐེངས་ལྔ་པ། དེའི་སྐབས་ལ་ཡིན་ན་སྟོན་པ་ཕུན་སུམ་ཚོགས་པ། སངས་རྒྱས་སྙིང་པོ་རིན་པོ་ཆེ་ཆུའི་ཕུན་སུམ་ཚོགས་པ་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་ཆ་ཚང། གནས་ཕུན་སུམ་ཚོགས་པ་ཕ་ཡུལ་ཕ་བ་ཤིང་རྒོད་ཀྱི་ད་བན་ཆེན་དགོན་པ། ཨ་ནེ་ཕུན་ཚོགས་དར་རྒྱས་གླིང་ནང་ལོགས་ལ་སྣང། ད་དུས་ཚོད་སྒྲོལ་པ་རྗེ་ལ་ཕྱག་མཚོན་པ་ཡིན་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་སྤྱི་ཟླ་བཅུ་གཅིག་པའི་ཚེས་བཞི་ནས་འགོ་བཙུགས་ཏེ་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་གི་སྤྱི་ཟླ་དང་པོའི་གི་ཚེས་ཁ་ཚང་ཉི་ཤུ་སྟེ་བ་ལ་གྲུབ་སོང་བོ་དེའི་བར་དུ་སྣང་བཞག། ད་འདིའི་ནང་ལོགས་ལ་འཁོར་ཕུན་སུམ་ཚོགས་པ་དེ་ག་རེ་བྱེད་ཟེར་ན། སྐྱབས་རྗེ་བསྟན་དགའ་རིན་པོ་ཆེ་གི་ཡང་སྲིད། འཕྲུལ་ཆེན་རིན་པོ་ཆེ་གི་ཡང་སྲིད་རྣམ་པ་གཉིས། ཇོ་ནང་རྒྱ་ཚ་རིན་པོ་ཆེ། དབུ་ཅན་ཆུང་སྲིད་རིན་པོ་ཆེ། རྒྱུད་སྡེ་མཁན་ཟུར་རིན་པོ་ཆེ། གཏེར་སྟོན། འབྲུག་གྲགས་ཀྱི་ཡང་སྲིད། རྫོགས་ཆེན་རྒྱལ་གྲགས་རིན་པོ་ཆེ། ཨ་ནི་ནང་ཆེན་གསང་བདེ་རིན་པོ་ཆེ། ཨ་ནི་དག་སྣང་ཆེན་གྱི་སྐྱབས་རྗེ་ཨ་ནི་སེ་གོང་ཨ་ནི་མཆོག་སྤྲུལ་རིན་པོ་ཆེ་ལ་སོགས་པའི། ས་སྐྱ་ཉི་མ་བཀའ་བརྒྱུད་དགེ་ལྡན་དེ་མང། དེ་གས་དཔེ་ད་རིས་སུ་མ་བྱས་པའི་དགོན་པ་མང་པོ་ཅིག་ནས་ཕེ་ཡ་ཕེ་ཤ་བས་ཆོས་ཞུ་བ་སྟོང་ཕྲག་དང་བདུན་བརྒྱད་ཅིག་ལ་ཡ་རྒྱ་བའི་བཀའ་འགྱུར་རིན་པོ་ཆེའི་ལུང་ཐེངས་ལྔ་པ་དེ་འདུག་ནང་གྲུབ་པ་ཅན་འདུག་ས་རེད་དེ་ཡི་བཀའ་དྲིན་ཤིན་ཏུ་ཆེན་པོ་བསྐྱངས་ཡོད་ནའང་ཡོད་པ་ཅིག་གི་གནས་ཚུལ་འདུག་ས་རེད་ད་དེ་གས་དེ་ད་རག་དུས་གཅིག་ཞུས་པའི་སྐད་ཆ་ཡིན།

སྙིང་དོན་འདྲ་བ་ཆེ། གཞན་མ་གཏོགས་བཀའ་འགྱུར་ནང་ལོགས་ག་རེ་ག་རེ་ཡོད་མེད་དེ་སངས་རྒྱས་སྙིང་པོ་རིན་པོ་ཆེ་གི་སྐབས་དེ་དུས་བཀའ་ཡང་གནང་སོང། ད་འདི་འདི་ཡོད་རེད་ད་འདི་འདི་ཡོད་རེད་ད་ཟེར་ནས་ཐོ་སྐྱོན་སྐོར་དག་གསུངས་སོང། གཞན་མ་གཏོགས། ཁྱོད་ཨ་ནི་བཀའ་འགྱུར་ལོངས་རག་མྱོང་ཡོད་ཟེར་ན་རག་མྱོང། ཨ་ནི་བཟང་སྤྱོད་ལོངས་རག་མྱོང་ཡོད་ཟེར་ན་རག་མ་མྱོང་ཟེར་མཁན་དེ་འདྲས་བྱུང་མྱོང་ཡོད། དེ་འདྲས་ཡིན་ཙང། བཀའ་འགྱུར་ནང་ལོགས་ལ་ག་རེ་ག་རེ་ག་རེ་ག་རེ་གི་ལོངས་དེ་འདུག། དེ་གས་དེ་ཐོ་དེ་ལ་བལྟས་པ་ཡིན་ན་ཨ་ནི་ལུང་ཐོ་སོ་རབ་འཇལ་པོ་ཡོང་གི་རེད་པ་དེ་ཡོད་པ་ཡིན་ན་ཨ་ནི་དཔེ་ཕན་ཐོག་ཆེན་པོ་ཡོད་རེད་ཟེར་ནས་ཞུ་ཡ་ཡིན་ཐུགས་རྗེ་ཆེ།